Bhastrika ལས་དེ་ལྟར་ང་ཚོ་གི་ཕ་ཡུལ་ལ་བཞུགས་མཁན་མི་དེ་ཚོ་ཡིན་ན་ཏན་ཏན་ཧ་གོ་གི་ཡོད་ཅེས་ང་ཚོ་གི་བི་བྷ་ལས་བརྗོད་པ། ང་ཚོ་ད་ཞིང་ཁ་བཙལ་མ་སྔ་ལ་འགྲོ་ཡི་སྐབས་ལ་ཡིན་ན་རེ་ད་ཅི་ཡང་ལུང་གི་ཕུ་དེ་ཚོ་ལས་ཤིང་དྲུག་ལ་འགྲོ་ཡི་སྐབས་ལ་ཨ་ནི་མེའི་ཐང་གི་སྐབས་སུ་ཡ་ཨུ་ཀྱ་ཡ་ཅེས་བི་བྷ་ལས་བརྗོད་པ།

ག་འདྲ་བྱས་དངུལ་བཏང་དོན་དུ་ག་འདྲ་རེད་དོ་དེ་ནང་བཞིན་རང་རེད་ད་ཁོ་མིན་ད་དེ་པ་ན་ཡ་མ་ལེ་དེ་པ་ན་ཡ་མ་ལེ་དེ་རེད་ཨ་ད་པ་ན་ཡ་མ་ལེ་དེ་ཚིག་པ་ཚིག་རིག་མ་འགྲོ་བ་རེད་པ་ན་ཡ་མ་ལེ་དེ་ད་གཙོ་བོ་གང་ཟེར་ན་ང་རང་ཚོ་སྲོག་གི་ཨང་པོ་ཨ་འཐུས་པ་ཟེར་ན་ད་ཡག་ཤོས་ཡིན་ས་རེད་སྲོག་གི་ཨང་པོ་འཐུས་པ་ཟེར་དེ་ལ་ཁོ་ན་ཡ་སྲོག་གི་ཨང་པོ་སྲིང་བ་ལ་ན་ར་ཨོ་ད་གང་བྱས་དེ་རེད་ད་ད་གང་བྱས་གཙོ་བོ་ད་རླུང་སྦྱོར་དུས་ཚོད་ཀྱི། ན་ཁོ་གང་ཚེ་ན་སྲོག་གི་དབང་པོ་དེ་དེ་རིང་མུ་མཐུད་ནས་ཐུ་བ་གཅིག་ལ་ཤེས་གི་འདུག་ཨོ་ད་དེ་འདྲ་ཅིག་ལ་གོ་ན་དེ་གི་འགྲིག་གི་ཡ་རེད་ཟེར་ཞུ་ཡས་པ་ན་ཡ་མ་ལེ་ད་དེ་ནང་ལོ་ད་དེ་རིང་ང་ཚོ་གི་ཡས་དེ་ནས་པ་སི་ཙིར་ག་པ་ན་ཡ་ལེ་དེ་རེད་ད། ད་དེ་ལུག་མཆོག་དེ་ཚད་གི་དེ་ཚད་འདྲ་བོ་དེ་ད་ཞོགས་པ་ཏོག་ཏོག་མ་ལ་ཏེ་ཞོགས་པ་གང་ཚེ་ང་བོ་ཚེ་ཐུབ་ན་ཡག་པོ་ཡ་ར་དེ་རེད་དེ་ནས་ཞུ་ས་དེ་ཡང་ཡིན་ན་དེ་ཀྱི་ད་ཅིག་གདེང་འབོ་བོ་དེ་འདྲའི་སྒང་ལ་ཡང་ཅིག་གདེང་རོབ་རོབ་འདྲ་བོ་དང་དེ་འདྲའི་སྒང་ལ་མ་ཡིན་པ་ཅིག་གདེང་འབོ་བོ་སྒང་ལ་དེ་ཡང་ནས་རབ་བྱུང་ན་རྡོ་རྗེ་སྤྱི་འགྲུབ་ཞུ། དེ་ནས་དེ་འདྲ་མ་བྱུང་ན་ཆེ་རྡོ་རྗེ་སྤྱི་འགྲུབ་དེ་ཡང་མ་བྱུང་ན་ད་སྐྱིད་འགྲུབ་བྱས་ནས་བསྡད། རྟགས། གཙོ་བོ་འགྲོ་བ་སྟེ་འདི་ནི་གལ་ཚིག་གི་གྲོང་པོ་ཅི་གབ་ཚིག་དང་གལ་ཚིག་ཏུ་ལ་ཡ་གྲོང་པོ་ཅི་ནི་ཞུ་ཡ་དེ་དང། འདི་སེམས་ཉིད་ལྷས་ལ་བབས་ནས་བཟླས། དེ་ནི་བསམ་བློ་གཏོང་ཡ་འདྲ་བ་དེ་ན་དབུ་ཁོ་རང་རང་ལ་བསམ་བློ་གཏོང་ཡ་མེད་འདོ་ཡང་ཅིག། གཞན་ལ་བསམ་བློ་གཏོང་ཡ་འདྲ་བ་དང་དེ་འདྲའི་རྩ་བ་ནི་མ་གནང་བར་བྱས། དེ་དེ་བཙལ་བའི་སྐབས་ལ་ཡིན་ན་ཅིག་སོ་སོ་གི། སྟོང་པ་ཡིན་ན་འཛུམ་མདངས་དང་བཅས་པའི་ཐོག་ནས་བཙལ་ཡ་མེད་འདོ་ཡང་ཅིག། དགོངས་པ་གཉེར་ནི་རྩལ་འདྲ་བ་དེ་འདྲ་ན་ཡང་ཤུགས་ཆེའོ་བཙུན་ནི་རྩལ་འདྲ་བ་དེ་དེ་འདྲ་མ་ནའང་བྱེད། བུ་ད་དེའི་རླུང་སྦྱོར་དེ་གིས་དེ་ནི་དབུགས་རྔུབ་སྟངས་འདྲ་བ་དེ་ད་འདི་འདྲ་རེད་དཔེར་ན། ཞག་བཙུམ་སྤྱན་བཙུམ་དེ་སྣ་བུག་གཉིས་ནས་ཡར་དབུགས་དེ་རྔུབ་ར། དེ་ནས་སྤྱི་བཏང་གི་བདེན་མཐའ་དེའི་རླུང་སྦྱོར་དེ་ལ་ད་རིམ་པ་འདྲ་བ། འགྱོགས་ཤན་གྱི་རིམ་པ་འདྲ་བ་དེ་འདྲའི་སུམ་བརྩེགས་དེ་འདྲ་ཡང་བརྩེགས་ཀྱི་འདུག་ད་ཡིན་ན་བདེན་མཐའ་ངས་དེ་ལ་ཞུ་ཡ་དེ་ཨ་ནི། ལས་དང་པོ་བ་དེ་ཚོར་ག་ལེ་བའི་རྩལ་དང་དེ་ནི་བལྟས་ཚེ་གོམས་འདྲིས་བྱུང་བ་ན་བལྟས་ཚེ་ད་མགྱོགས་པོ་ཚད་དེ་འོ་དེ་ཉིད་ཞུས་ཞུ་བ་ཡིན་ར་ད་དེ་རེད་ད་ལས་དང་པོ་བ་འགྲོ་བྱེད་ན་དབུགས་ཡག་རྔུབ་ར་ཡག་རྔུབ་ནས་དེ་ནས་ཅིག་སྣ་བུག་གཉིས་ནས་གང་ཚད་ཡག་རྔུབ་ཐུབ་ཚུལ་རྔུབ་དེ་ནས་ཅིག་གང་ཟེར་གློ་བ་ལ་དཀྱིལ་འདེད་ར་ཡིན་ན་དེ་དེ་ཁོང་མེད་ལ་མ་ད་ང་ཚོ་གི་དེ་ད་དེ་བྲེད་པ་ལ་མ་གཏོང་ཡ་ལ་སོ་ཅི་ད་དེ་འདྲས་ཀྱི།

དེ་རེད། འོ་ན་དེ་རླུང་སྦྱོར་དུ་བཙལ་བའི་སྐབས་ལ། སྣ་དབུགས་དུ་ལུ་ག་སྲིད་པར་ཅི་སྟངས་ཀྱིས་དེའི་ངོས་ལ་ཨ་ནི། ང་རང་ཚོའི་ལི་ཙཱ་དེ་འདྲ་དེ་ཉི་མ་ལ་ཆགས་ཚར་ལ་ཟེར་དེ་རླུང་སྦྱོར་དུ་ག་ལ་ལུས་སྦྱོང་དུ་བཙལ་ཚར་ར་དེའི་རྗེས་ནས་ཅི་སྟངས་ཀྱིས་སྣ་དབུགས་ཚང་མ་སངས། སངས་སྲིད་པ་རེད་དེ། ཡིན་ན་ཡང་སྣ་དབུགས་མ་སངས་རྒྱུ་དེ་འདྲ་ཡོད་པ་ཡིན་ན། ད་ག་རེ་བྱེད་དགོས་རེད་ལབ་ན། དེ་འདྲ་རེད་ད་སྣ་དབུགས་དབྱེ་བ་དེ་བཀག་ར་སྣ་དབུགས་དབྱེ་བ་དྲོ་གཅིག་ག་བསྡད་པ་ཡིན་ན།

གྲྭ་བ་ཡ་རང་འོ་འདི་ལ་རྐྱེན་བྱེད་ཀྱི་རེད་ཟེར་ཞུ་ཡ་ཡིན། ད་དེ་ནི་ཡང་ཐབས་ལམ་ཡག་ཤོས་ཅིག་ག་རེ་རེད་ལབ་ན་ང་ཚོ་གི་དན་ད་དེ། ལ་ཏིང་ནི་ས་ལ་བཙུ་དེ་ནི་རྐང་པའི་རྩེ་མོ་ནི་ས་ལ་བཙུ་ནི་དན་ད་ང་ཚོ་གི་དེ་ནི་ཡིན་ཅིག་གཟུགས་པོ་འོ་ད་དབྱིན་ཇི་ཐོང་ནི་ཞི་བ་ན་པུ་ཤབ་ལས་དུ་བ། ཡག་པོ་ཡིན། སྐུ་ཞབས་ལས་དེ་རེད་ད་ང་ཚོ་བལ་སྐད་ཐོག་ནས་བྱེད་འདོད་ད་དགོངས་དག་ད་ངས་འདི་མུ་ཤུ་རང་ཤུ་འདྲ་ཐུགས། ད་གཅིག་ང་ཚོ་གི་ད་ཚུགས་བལ་སྐད་ཐོག་ནས་ཞིག་བ་ཡིན་ན་ལ་དེ་གཉིས་ས་ལ་ཚུགས་བསྡད་རེད་ནི་རྐང་པི་ཛུ་གུ་ཙེ་མོ་གཉིས་ས་ལ་ཚུགས་བསྡད་བ་ད་ཨ་ནི་གཅིག་གཟུགས་པོ་དེ་མ་ཐང་ཀ་ལ་མ་གཅིག་ང་ཚོ་གི་དེ་འདྲ་ཁྲེག་པ་དང་དེ་གཅིག་བྲང་ཁོག་ལ་སོགས་མ་རག་དྲོ་དྲོ་བྱེད་ཡང་ཡ་སྐྱག་ཡ་ཡང་མ། ས་ལ་རག་གྲོག་བྱེད་ཡང་ཡར་བཀྱག། ད་དེའི་ཚར་བཅུ་རྩེ་གཅིག་རྩེ་དང་སྣ་དབུས་དགག་བསྐྱུར་ཏེ། པར་ལམ་སང་སང་འགྲོ་གར་ད་དེ། བྱང་དུ་ཚེ་ད་ཇི་དང་ད་ར། འདི་རེད། དེ་མིན། འོ་དེ་སྤྱི་སྟངས་ཀྱི་ནམ་འཆི་ད་ང་རང་ཚོ་ལྷག་པར་དུ་ཅིག། བུ་དེ་ཚོ་ཡིན་ན་བརྩེ་ཐུབ་ན་དཔེ་ཡག་པོ་ཟེར་རེད་དེ་འདྲ་དེ། དེ། ལི་ཛར་གྲོག་དེ།

གནའ་བོའི་གཉིས་འདི་དབུགས་དེ་མ་ཆགས་སྙོམས་པར་འགྲོ་གི་མ་རང་འོ་དེ་ལྟར་འགྲོ་ཡ་ཆེ་དུས་ཀྱི་དེ་འདྲ་དེའི་གོང་དུ་ཐབས་ལམ་གྱི་རྟེན་ཡིན་པ་འོ་དེ་བརྩེགས་པ་རེད་ཟེར་བཤད་ཡིན་ར། སྤྱི་སྟངས་ཀྱི་ལྟ་ཚུལ་སྟངས་འདྲ་བོ་དེ་འདྲ་རེད་རེད། ད་རླུང་སྦྱོར་འདི་ཡིས་ད་སྤྱི་སྟངས་ཀྱི་དགག་བྱ་འདྲ་བོ་ཟེར་ན་འདྲ་སོ་སོ་གི་འཛེམ་ཟེ་བྱེད་ཀྱི་ཡ་འདྲ་བོ་དེ་ད་གང་ཅི་ན་ཅིག་ཀ་ཤའི་ང་ཚོ་གི་ཁྲག་ཤའི་མཐོན་པོ་རིགས་འདྲ་བོ་དེ་འདྲ་དང་ཡང་ཅིག་ཁ་ཤས་ང་ཚོ་དེའི་དུ་བ་སྙིང་གི་ན་ཚ་ཡས་སྐྱོ་འདྲ་བོ། ད་ཡང་ཁ་ཤས་ཨུ་ས་ཀི་ན་ཚ་ཡི་སྐྱོ་གྲོགས་འོ་དེ་ཚོ་གིས་ཨ་ནི་བྱེ་ཐང་གི་རླུང་སྦྱོར་དེ་བཙལ་དུས་སྐབས་ཤུགས་དྲག་པོ་བཙལ་ནས་བཙལ་ཡ་མ་རེད་ཟེར་ཞུ་ཡ་ཡིན་གང་ཟེར་ན་ག་ལི་ག་ལི་བྱས་ནས་དབུགས་ཡ་ཇུ་འབུབ་བྱས་ཡ་རག་དེ་ཚོ་ག་ལི་ག་ལི་བྱས་ནས་ཇུ་འབུབ་བྱས་ནས་བཙལ་དགོས་རེད་ཨོ་དེའི་སྐབས་ལ་ཡིན་ན་དེ་ནི་གཅིག་དབུགས་དེ་ཚོ་ད། བསྐང་ཡས་དེའང་སོ་སོར་གློ་བ་ཡན་ལ་དུ་ཚེ་བསྐང་གི་ཡས་བསམ་པ་བྱས། ནི་ཡང་བད་དེ་ན་ང་ཚོ་རླུང་སྦྱོར་དེ་བཞི་པ་མགྱོགས་པོ་ཞི་བ་བཙལ་བ་ན། བད་དེ་ཁོ་རང་དབུགས་དེ་མ་ཕྱི་ལོག་གཏོང་གི་སྐབས་ལ་དེ། བྱེད་པ་དེའང་མར་ང་ཚོ་གི་ལྟ་ཅིག་ཕ་བད་བུ་དེ་དེ་སྦྱོར་བ་ཇི་བྱས་ནས་ཕ་དེ་འདྲའི་སླད་འོང་གི་རེད་ར། ཨོ་དེ་ནི་གང་ཚེ་ཁོ་མགྱོགས་པོ་བཙལ་བའི་སྐབས་ལ་ཡོང་གི་རེད། ཨོ་དེ་འདྲ་མ་ཡིན་པ་བྱས་དེ་ག་ལེ་ག་ལེ་བཙལ་བོ་རེད། ཅིག་དེ་རེད་རླུང་སྦྱོར་དེ་གིས་གང་ཟེར་ན་ང་ཚོ་གི་དེ་ཚེ་རླུང་སྦྱོར་དུ་མང་པོ་བརྩེ་བ་ན་དེ་ང་ཚོ་གི་ཚ་དྲོད་དྲོ་བོ་ཅིག་སླེབས་དགོས་རེད་ཚ་ཚ་དྲོད་སླེབས་གི་ཡོད་པ་སོང་ཙང་དེ་དབྱར་ཁ་དྲོ་བོ་གིང་ཁ་དྲོ་བོ་ནང་དང་ཡང་མ་རེད་ཡང་དབྱར་ཁ་དྲོ་བོ་དེ་ཚོ་ཡིན་པ་ན་ད་དེ་ཡང་རླུང་སྦྱོར་དེ་ཅིག་ཤུགས་ཆེན་པོ་མ་ཡིན་པ་བཅས་ག་ལི་ག་ལི་བརྩེས་དེ་ཡང་སྤྱི་བཏང་གི་གལ་ཆེ་བོ་དྲོ་བོ་ཅིག་རེད་ས་རེད་འོ་དེ་འདྲ་ཅིག་བྱས། འཇོག་དེ་ཡིན་ཕན་ཡོན་འདྲ་བོ་དེ་གཙོ་བོ་ད་ག་ཚོད་ཡིན་ང་ཚོ་གི་གློ་བ་དང་བྲལ་བའི་གཞི་གཅིག་ད་ན་ཚ་གི་རིགས་ཟེར་ན་འདྲ་ཡིན་དེ་མ་ཡིན་པ་ཡ་མ་ཡི་རིགས་འདྲ་བོ་དེ་འདྲ་དང་དེ་ནས་ཅིག་ཡང་གཅོང་ནད་འདྲ་བོ་དེ་འདྲ་འདུག་ཨ་འོ་དེ་ཚོ་དང་དེ་ནས་ཁ་ཤས་དེ་འདྲ་གི་ང་ཚོ་གི་ཧ་སྐྲག་རྒྱག་གི་འདྲ་བོ་དེ་འདྲ་ཡོང་གི་འདུག་ཨོ་ད་དེ་ཚོ་རིགས་དེ་ཚོ་ལ་ཧ་ཅང་གི་ཡང་ཕན་པོ་ཡོད་པ་དང་དེ་མ་ཟད་དེ་ནས་ང་ཚོ་གི་གློ་བ་གི་ད་ནུས་ཤུགས་དེ་ཆོད་དུ་འགྲོ་ནས་དེ་ནས་ང་རང་གི་དབུགས་ཀྱི། ད་ཅིག་གང་ཚེ་ཡ་མ་གཏོང་ལས་བྱེད་དེ་ར་འོ་དེ་ལ་ནི་ཕན་ཐོགས་ཆེན་པོ་ཞུ་བ་ཅི་ཡ་རེད་དེ་རླུང་སྦྱོར་དེ་འདི་རེད། མ་ཟད་ཨ་ནི་ཅིག་ཏང་གིས་དེ་རླུང་སྦྱོར་དེ་རྒྱུན་དུ་བཙལ་བ་ན་དེ་ནས་ཅིག་ང་ཚོ་གིས་དེ་འདྲ་གཟུགས་པོ་ནང་ལོག་གི་ད་དོན་ཡོད་ང་ལ་གསོ་བ་དེ་ཚོ་ཡ་ར་ཅིག་ང་ཚོ་གིས་དེ་འདྲ་སྙིང་དང་དེ་ནས་མཁལ་མ་དང། ཕྱིན་པ་ཟད་འགྲོ་བ་དང་ཕྱིར་བ་ཟད་འགྲོ་བ་དང་དེ་གློ་བ་འོ་དེ་ཚོ་གི་ནད་ཞུགས་དེ་ནི་ཆེད་དུ་འགྲོ་གི་རེད་འོ་ད་དེ་འདྲས་བྱས་ནས་ཕན་ནི་འགྲོ་གི་དེ་དེ་འདྲས། ཨེ་འོ་དེ་འདྲས་འགྲོ་བྱས་རེད་ཆ་ཕན་དེ་ཕན་ནི་འགྲོ་གི་དེ། ད་ཡང་སྐབས་རེ་ད་གཞན་དག་ཚང་མ་དག་ད་སྨན་པ་རྣམ་པ་དང་དེ་ཚོ་དག་ཚང་མ་མཁྱེན་གི་རེད་ང་རང་ཚོ་བསམ་གི་རེད་འོ་ད། དབུགས་བདེ་འདི་ནི་གློ་བ་ལས་ཉམས་དུ་འགྲོ་གི་ཡ་མ་རེད་བསམ་ན་འདི་རྩ་བ་ནི་མ་རེད་ད་དབུགས་བདེ་གློ་བ་སླེབས་ཀྱི་ཡ་རེད་དེ་གློ་བ་ནི་འདི་ནི་ག་རེ་སླེབས་ཧ་ག་བ་འགྲོ་གི་རེད་ད་ན་སྙིང་སྙིང་གི་ཨ་ནི་ག་རེ་ཟེར་ན་སྙིང་འདི་ལས་ཀ་བྱེད་ཀྱི་འདི་ད་གཙོ་བོ་ང་ཚོ་ཚེ་ཁྲག་ཡག་པའི་རྒྱག་རྒྱག་གི་འདི་རེད་བ་དེ་ནི་ཁོ་བོའི་ད་རྩ་ནང་ལོགས་ལ་ད་དེ་སྙིང་འདི་གི་ང་རང་ཚོ་གི་རླུང་དྭངས་མ་ཇི་ཡ་ར་དེ་རླུང་དྭངས་མ་དེ་རྩ་ནང་ལོགས་ལ་གཏོང་གི་ཡ་དེ་ནི་ད་གཟུགས་པོ་ལྷུ་ཐུག་ཚོ་ཀོ་ར་རྒྱབ་ནི་དེ་ཡང་ཅིག། རླུང་བཙོག་པ་ཇི་ཡ་ར་དེ་འདྲ་རླུང་བཙོག་པ་དེ་ཡང་རང་ཅག་ཁོ་རང་སྙིང་ལ་སླེབས་ནས་དེ་ནི་ཡང་ཚུར་གློ་བ་ལ་སླེབས་ནས་ཀྱང་གློ་བ་ནི་དེ་ཡི་ཚུར་ཕྱི་ལོག་བསྟན་ཡོད་དེ་ལ་བརྟེན་ནས་ད་ང་རང་ཚོ་གི་དེ་རིང་ག་ཟེར་ན་ཁོར་ཡུག་གཙང་མ་དགེ་གི་འདུག་དེ་ད་ཅིག་མཁའ་རླུང་གཙང་མ་མི་འདུག་དེ་མཁའ་རླུང་གཙང་མ་མེད་ན་དེ་ནས་ན་ཚ་མང་པོ་ལས་དེ་ཚོ་ད་ཅིག་གློ་བ་འོ་གློ་བ་གཅིག་པོ་མ་ཡིན་པ་བྱས་ཏེ་ང་རང་ཚོ་གཟུགས་པོ་ཡོངས་རྫོགས་ལ་ཡི་ད་གྱོན་ཅིག་འཁོར་སྐྱོད་བྱེད་ཀྱི་རེད་རླུང་དེ་འོ་དེ་འདྲ་སོང་ཙང་དེ་ང་རང་ཚོ་གི་ཞོགས་པ་ཆ་ལ་ན་མཁའ་རླུང་དེ་ཚོ་གཙང་མ

གཙང་མ་གཅིག་ཡོང་དགོས་ཡིན་ན་ད་ང་རང་ཚོ་ག་བ་སྲུང་སྐྱོབ་བྱེད་དགོས་རེད་ན་ད་ཁོར་ཡུག་དེ་ད་སྲུང་སྐྱོབ་བྱེད་དགོས་ད་ཁོར་ཡུག་དེ་ལ་དེ་ག་རེ་སྲུང་སྐྱོབ་བྱེད་དགོས་རེད་ཁོར་ཡུག་དེ་བཙོག་པ་མ་ཟད་ད་ཁོར་ཡུག་དེ་ལ་རྩི་ཤིང་ནགས་ཚལ་ལ་སོགས་བ་ག་ཚད་བཏབ་ཐུབ་ན་ནི་ད་ཡས་དེ་འབད་བརྩོན་དེ་སྤེལ་ཤུགས་ད་བྱས་དེ་སྤེལ་མི་གལ་ཆེ་བོ་ཡིན་ས་རེད། དེ་རིང་ག་ཚད་ང་ཚོ་གིས་དཔེར་ན་འབྲུག་གི་རྒྱལ་ཁབ་འདྲ་བོ་ཅིག་ན་ད་ཁོར་ཡུག་ཚང་མ་སྤེལ་ཏེ་ཁོ་རང་ནགས་ཡིས་བཏུམས་བསྡད་རེད་ད་དུང་ཡིན་ན་རྩི་ཤིང་བྱེ་བོ་ཅིག་བཏབ་དགོས་རེད་ད་དེ་ཚོ་ལས་ད་ང་རང་ཚོ་མིག་དཔེ་བལྟས་ནས།

ཚ་དྲེག་སྔགས་འདབ་མ་དྲག་གི་ཚ་དྲེག་ལེབ་སྡེར་འདི་འདྲ་སོང་ཙག་ད་ཅིག་གྲོང་གསེབ་ཁག་དེ་ཚོ་ལས་དེ་ཅིག་ཡིན། རྩི་ཤིང་ནག་ཙག་དེ་ཚོ་ལྟ་བས་དེ་ཚོ་ཧ་ཅང་གལ་ཆེ་བ་རེད་འདི་གང་ཟེར་ན་ད། རྩི་ཤིང་ནག་ཙག་དེ་ཚོ་ཁ་ཤས་ཀྱི་གནམ་གཤིས་གྲང་མོ་ས་ཆ་ལ་ཡང་སྐྱེ་གི་དེ་འདྲའི་རྩི་ཤིང་དེ་འདྲ་འདུ་བ་ད་སྔ་མ་ཡིན་ན་ང་རང་ཚོ་གི་དེ་ཅིག་ལུང་པ་ཁུག་ཀྱོག་ཅིག་ལ་ང་རང་ཚོ་ཚང་མ་ཐུགས་རྩེ་ཁུག་ཀྱོག་ཅིག་ལ་བསྡད་ཧ་ནི་ཕ་ཕྱོགས་ཀྱི་ལག་རྒྱབ་ལ་ཡེ་རྒྱུ་ག་རེ་བྱས་མ་བྱས་ནི་ང་ཚོ་ཧ་གོ་མ་རེད་ཚུར་ཕྱོགས། བདུན་ལ་ཡི་སྐྱོར་འདི་ཕ་ཆོས་ཀྱིས་ཧ་གོ་ཡོད་མ་རེད་ད་དེ་རིང་ཁ་སང་འཛམ་བུ་གླིང་གི་ཚང་མ་གི་གནས་སྟངས་འདི་ཚོ་ཧ་གོ་ཡོད་པ་བྱུང་ཙང་དེ་ནི། ཁོར་ཡུག་གནམ་གཤིས་གྲང་མོ་དེ་ཚོ་ལས་རྩི་ཤིང་ནགས་ཚལ་ལ་སོགས་སྐྱེ་རྒས་དེ་འདྲའི་རྩི་ཤིང་དེ་ཚོ་ཡོད་དུས་དེ་ཚོ་དེ་ནི་ཚུར་ཅིག་ཉལ་ནས་ཡོད་ན་རེད་ཐབས་ཤེས་དང་ནི་དེ་སོ་སོ་གི་ཕ་ཡུལ་དེ་ཚོ་རེད་སྟབས་ནི་ར

འཛམ་བུ་གླིང་གི་མཐོང་རྒྱ་ཐོས་རྒྱ་བལྟས་ཚེ་ཆེ་བོ་ཆེ། ནང་ལོགས་གཅིག་པོ་ལ་ཡ་མ་བཀྲ་བོ་ཆེ་གཅིག་གཅིག་གིས་གཅིག་ལ་ལབ་ནས་བཀྲ་བོ་ཆེ་མ་བལྟ་བ་བྱས་ར། ཨོ་གཅིག་གཅིག་ལ་བག་སྐྱེད་འཛུགས་བཀྲ་བོ་དེ་འདྲ་དང་ད་དེ་འདྲ་མ་ཡིན་པ་བྱས་དེ་གཙོ་བོ་ང་རང་ཚོ་གི་ད་གཅིག་གཉིས། ཁོར་ཡུག་དེ་ག་འདྲ་ཅིག་གེ་གི་འདུག་མི་རིགས་དེ་ག་འདྲ་ཅིག་གེ་གི་འདུག་འོ་དེ་ཚོའི་ཐོག་ལ་བལྟས་ཚེ་ཐོས་བསམ་རྒྱ་ཆེ་བོ་བཀྲ་བོ་ཆེ། ད་དེ་ཡོང་བ་བྱས་བ་ལ་གཙོ་བོ་བཀྲ་བོ་དེ་ད་སློབ་སྦྱོང་བྱེད་དགོས་རེད་དེ་སློབ་སྦྱོང་བྱེད། སློབ་སྦྱོང་གི་བྱེད་དགེ་བ་ལ་ཡང་ཁྲིད་སྟོན་ཡག་པ་བྱེད་དགོས་རེད་དེ་རྗེས་ཁྲིད་ཁྲིད་སྟོན་དེ་ཚོ་ལས་དོ་སྣང་ཤུགས་ཆེ་ཚེ་བྱས་ཏེ་ཁྲིད་སྟོན་གནང་གིན་གནང་གིན་དེ་སློབ་སྦྱོང་བྱེད་ཀྱིན་བྱེད་ཀྱིན་བྱས་ན་ནི་མ་འོངས་པར་སོ་སོ་སློབ་སྦྱོང་སླ་བ་སློབ་གཉེར་མཐར་ཕྱིན་པའི་སྐབས་ལ་ཁྲིད་སྟོན་ལ་དོ་སྣང་བྱེད་དགོས་ཀྱི་འདུག་ཟེར་དེ་ནི་འཛམ་བུ་གླིང་གི་མི་ཐབས་མི་སྣ་ཚང་མ་གི་དེ་ལབ་བསྡད་ཀྱི་རེད་དཔེར་ན་ད་ང་རང་ཚོ་གི་ལྷ་མོ་དྲིན་གྲུབ་ཡིན་ན་ནི་ཅིག་བཀའ་སློབ་དེ་ཚོ་ག་དེའི་གནང་བ་ཡིན་ན་དེ་ནི་འཕྲལ་བསྟན་དེ་ཚོ་དོ་སྣང་བྱེད་དགོས་འདུག་ཟེར་ལྷག་པར་དུ་དེ་རིང་ཁ་སང་བཀའ་སློབ་གནང་ཡོད་སྐབས་ལ་ནང་མང་པོ་གསུང་གི་འདུག་ལ་དེ་ནི་ཁོང་རང་ཡིན་ན་ད་དེ་འདུག་བེད་མི་སྲིད་དེ་ནི་ཞོགས་པ་དེ་ཚོ་རྔ་བོ་ཞང་ནི་ད་ཅིག་རྐུན་ཇག་བུ་ཡལ་ལ་གསོལ་བ་དེ་འདྲ་དང་དེ་ཅིག་ཡག་མ་ལས་གཞུང་གནང་ཡང་དེ་ཚོ་དེ་འདྲས་ཚང་མ་གནང་དགོས་ས་རེད་དེ་ཁོང་རྣམ་པ་ཡང་དེ་འདྲས་གནང་དགོས་ན་དེ་ང་རང་ཚོ་ད་ཨ་ཅང་ཅང་ར་བོ་དེ་འདྲས་སོང་ཙང་དེ་ནི། ཨོ་དེ་ཚོའི་ཐོག་ལ་ནི་ཤུགས་རྒྱག་རོགས་གནང་ཟེར་རེ་བ་ཞིག་བས་ཡིན་འདུག་ཁ་ཤས་ནི་ད་དེ་འདུག་ནི་ཚེ་འདི་གི་དེ་འདྲ་དང་དེ་ན་ང་ཡི་དེ་དེ་ཅོང་རླུང་ཅོ་ཟེར་དེ་བ་དེ་མ་ཡིན་པ་ད་ལི་ཟ་འདྲ་མི་འདྲ་ཡས་རེད་ད་དེ་ཚོའི་ཚེ་ཡང་ཤུགས་དེ་གི་དེ་འདྲ་ཡས་ཀྱི་ར་གནང་དེ་གི་དེ་འདྲ་ད་ཁ་ཤས་ནི་ཡང་ཅིག་ལས་དང་པོ་བ་ཟིག་བ་རེད་པས་ཅིག་ལི་ཅོང་རླུང་ཅོ་དེ་ཚོ་ལི་དོ་སྣང་ཡང་མེད་བྱེད་སྟངས་གི་ད་གོ་མྱོང་ཐོས་མྱོང་ཡང་མེད་རྒྱོ་དེ་འདྲ་དང་ཡས་སྲིད་པ་རེད་ར། ད་དེ་འདྲ་ཡིན་བ་ཡིན་ན་ཨ་ནི་ད་དེ་རིང་ནས་བཟུང་ནས་ད་ཅིག་སྐོར་ཞུགས་འདྲ་བོ་བརྒྱབ་ནས་སོ་སོ་གི་ད་ང་འོ་ཟིག་ཚོ་གལ་ཆེ་བོ་རེད་འདུག་ཨ་ད་ག་ཚད་སོ་སོ་ལོ་ཙས་ཙི་ཚེ་རིང་པོ་འགྲོ་བ་ཅིག་ཞུ་ཚེ་རིང་པོ་ད་དེ་དེ་འདྲ་རེད་ད་ཡང་ང་རང་ཚོ་ལི་ཆོང་ལུང་ཆོས་ཚེ་ནི་རྩ་བ་ནི་ཤི་གི་མ་རེད་ཟེར་རྩ་བ་ནི་ལ་ཡི་ཡང་མ་རེད་ད་ཁོང་ཚོ་བ་པ་རམ་དེ་དང་ལ་གི་རེད་ལུང་ཆོས་ངའི་ཁྱེད་ཚོ་ལ་ལི་ཆོང་ལུང་ཆོས་དེ་ཚོ་ཚེ་ནི་ངའི་ཁྱེད་ཚོ་ཤི་གི་མ་རེད་ཟེར་ལ་ཡི་མེད་ད་ཡིན་ན་སོ་སོ་དེ་རིང་སྐོར་ཨ་ནི་དེ་ག་རེ་ཟེར་ན་དེ་བས་ཟེར།